སྤྱི་ཁང་གིས་སྤྱི་ཁང་རེ་གཅིག་ཁོ་རང་ཚོས་ཅིག་ལབ་འདི་སྐོར་རེ་ཡིན་པ་ནས་ལས་ཀ་བྱེད་སྟངས་དང་འཛིན་སྐྱོང་དང། དབང་ཆ་བེད་སྤྱོད་གཏང་སྟངས་དེ་ལ་བལྟས་པས་ན་སྤྱི་ཁང་རྒྱུན་ནས་ཡིན་ས་མ་རེད་སྒེར་གྱི་ཁང་པ་དེ་འདྲའི་སོ་སོས་ཀྱི་རོགས་པ་དང་ལྤིན་རྒྱག་གི་དེ་འདྲའི་གི་ཅིག་ཉག་བསྡད་རྒྱུ་ཡིན་ན་ནི་ཨ་ནི་ང་ཚོའི་ད་ད་ད་འདྲའི་བསམ་ཚུལ་སྤུ་ངས་དེ་འདྲ་བ་མི་འདུག་རྒྱལ་སྲིད་ཡིན་པ་ཡིན་ན་ནི་སྤྱི་ཁང་དངོས་གནས་རང་གི།

མི་རྗེ་རེ་ལ་དུས་ཙམ་པར་ཡ་འདི་ལ་ཡ་ཆེ་མཐོང་སྒྲོག་ཅིག་སྤྲད་ཅིག་རྐུབ་བཀྱག་སྒྲོག་ཅིག་བཀྱག། ཡ་བུ་ལ་ཕག་ཞུ་དང་ང་ཚོ་ཡ། རྐུབ་བཀྱག་གང་ལ་བལྟས་བྱས། ཚང་མ་མཉམ་དུ་ཡ། སྡིངས་ཆ་གཅིག་གང་ལ་ཡ་ནི་ང་ཚོའི་སྐད་ཆ་བཤད་ཡ་ནི་ཐག་ཆོད་གྲོས་གྲོས་མོལ་འདྲ་བྱས་བྱས་ཅིག་བྱེད་སྟངས་བྱོས་རེད་བསམ་གྱི་འདུག་བསམ་བྱས་གུག་གོ་རོ། ཨ་ནི་བདེན་པ་ཟེར་མཁན་དེ་དག་ཁ་ཟས་ནི་ང་ཚོའི་ཉི་འབུམ་ཁོ་རང་གི་བིད་འགྲོ་ཟེར་བ་དེ་ཅིག་བཏགས་ཏེ་དུས་ཙམ་པོ་ལི་ན་ང་རང་ཡིན་པའི་ནས་ཡ་ཕ་ཅན་པ་ཅིག་ལས་བྱེད་ཁོ་རང་ཚོ་ལས་ཡ་ད་ལས་བྱེད་ཅིག་ཡིན་དུས་ཙམ་པོ་ལི་ཡ་ཕ་གའི་ནང་ལོག་ལ་གན་ཅིག་ཁུར་དེ་ངའི་མི་ཅིག་གིས་ད་ག་ས་ད་པེ་ཡིན་རྒྱུ་མ་རེད་ད་དཀོན་མཆོག་རྒྱུ་མཚན་ཅིག་ཡོད་གི་རེད་ཡ་ཁོ་རང་ཚོས་གི་ས་སྦན་པ་ལི་ཡ་ཅིག་དགུ་ནས་ཁ་ཟས་ཏིག་ཏིག་བྱས་ནས་ཡ་མི་མང་བློ་འདོད་པ་ཁང་བ་འདྲ་ཅིག་བྱས་ནས་ཅིག་བཤད་གི་རེད་དྲན་སོང། ཨ་འདི་འདྲའི་ད་ཕ་རི་སྤང་རྒྱལ་རེད་ཤ་འདི་འདྲའི་ག་ག་ཡ་བཤད་ཡ་མི་འདུག་བདེན་པ་དང་པོ་གཉའ་ལི་ཡ་པི་དགོ་ཨེ་དེ་ནུས་འདུས་ཡོད་མེད་ལ་མ་ལྟོས་པ་ཇེ་ད་ད་མི་ལི་ཡ་མཐོང་འདྲེ་སྟང་ཁོ་རང་གི་བོད་པ་མི་གཅིག་ལི་ཡ་སོ་སོའི་བ་གའི་སྤྱི་ཁང་ག་ད་སྤྱི་ཁང་ལའི་ཐ་སྙད་ཁོ་རང་གི་སྤྱི་བལ་གི་ཁང་པ་སི་ལ་གོའི་དུས་ཙམ་པ་ལི་ཡ་ཚང་མའི་འདི་ནང་ལ་འགྲོ་ཆོག་གོ་རེད་འདི་ནང་ལོག་ལི་ཡ་ཚང་མ་ལི་ཡ་ཐོབ་ཐང་གཅིག་པ་འདྲ་གུ་གོ་ར་ད་འདི་འདྲའི་ཇེ་མེད་མགྱོགས་གི་ག་ད་བད་སྒེར་གྱི་ཁང་པ་ཡིན་པའི་སོ་ར་ཅན་གཅིག་གི་ཕྲག་གུར་རྒྱ་གར་སྦིར་ཇི་ནང་ལ་ཡིན་པ་ཡིན་ན་ཕྲག་གུར་དེ་འདྲའི་གི་གི་ག་ནྡ་ཞིང་པ་འདྲ་བོ་དང་བི་ཡ་རི་སོ་ར་དེ་འདྲའི་སྐྱོ་བོ་དེ་འདྲའི་གཅིག་ལ་ཡ་གཅིག་བྱེད་སྡོད་རྒྱུ་ཡོད་སོ་ར་ཅན་དེ་འདྲའི་གི་ནི་གནས་ཚུལ་ཐབས་སྐྱོ་བོ་ཞི་དྲག་འདུག་ནི་ནིའུ་ཡོག་དང་ནིའུ་ཇར་སི་གི་མི་མང་ཁྱེད་རང་ཚོའི་གི་གལ་སྲིད་བི་ཏྲོ་དང་དུ་ཚོ་མཐོང་ཡོད་པ་ཡིན་ན་དཀོན་མཆོག་གསུམ་བདེ་ལ་ཡ་ཁྱེད་རང་ཚོའི་གི་ངེས་པར་དུ། རྒྱབ་སྐྱོར་བྱེད་དགོས་ས་རེད། ཉི་འབུམ་ལ་རྒྱབ་སྐྱོར་བྱས་ཏེ་ནང་བཞིན་གྱི་ཁྱེད་རང་ཚོས་ཀྱི་འདི་དང་འདའ་ག་འདའ་ལས་ཟེར་འདྲ་བོ་བྱས་ནས་ཡ་འདི་ད་རིང་ཉི་འབུམ་ཡིན་གྱི་རེད་ལ་མ་འོངས་པ་ལ་ཡ་ཁྱེད་རང་དང་ཁྱེད་རང་རོགས་པ་གཞན་པ་སུ་ཡིན་ནས་ཡིན་ཟེར་གྱི་རེད་འདི་འདྲའི་ནང་བཞིན་བྱས་པས་འགྲོ་བསྡད་པ་ཡིན་ན་མ་འོངས་པ་ལ་ཡ་ག་འདའ། རྦད་ཁོ་རང་གི་སྦོ་ལུག་འགྲོ་ཡས་ཀྱི་གནས་ཚུལ་ཆགས་ས་རེད་ཨ་ནི་དེ་སྤྱི་ཁང་བཅུག་པོ་མ་རེད་སྤྱི་ཁང་འདི་སྐྱེན་པའི་བྱེད་ནས་སྟངས་འཛིན་བྱེད་སྟངས་དེ་གི་ང་ཚོའི་བོད་པ་ནང་ལོག་ལ་ཡ་ཁྱོད་འཛིན་ཤུགས་ཞུམ་པ་ཞོ་ཆགས་ས་རེད་བྱས་ཙང་ཡང་འདི་ལ་ཡ་ཨ་ནི་ག་འདའ་ནུའི་ཡོག་མི་མང་གང་ཚགས་ཡ་ལངས་བྱས་འདི་ལ་ཡ་ག་འདའ། གསལ་བཤད་ར་སྤྲོད་དྲ་ཕྱི་མི་མང་ཚང་མ་ལ་ང་རང་ཡིན་ནས་ད་ལན་པེ་ཧ་གོ་འདོད་འདུག་གཞན་པ་ཡིན་ན་ནི་ངས་བསམ་པ་ལ་ཡང་དེ་འདྲའི་རྟ་ཡོད་རེད་དྲན་མ་སོང་དེ་ལས་རྟ་ཡིན་པ་ནས་དཀོན་ཚོད་ཀྱི་འཁྲབ་སྟངས་དེ་ལ་བལྟས་པ་ཡིན་ན་ད་ཅིག་ཁེ་མཚར་སྒྲོག་བཞིན་ཡོད་ས་རེད་འདི་ཕ་ཆེན་ཕ་ཆེན་མི་མང་ཁྱེད་རང་ཚོས་ཀྱི། རྒྱབ་སྐྱོར་བྱེད་ཡ་ནི་དེ་ནང་བཞིན་གྱི་ང་རང་ཡིན་པ་ཡིན་ན་དེ་ལ་ཡ་ཉི་འབུམ་ལ་ཡ་རྒྱབ་སྐྱོར་ཡོད་ཨ་ནི་དེ་ནང་བཞིན་གྱི་ང་རང་ལྟད་མོ་དང་ཉན་དང་ངའི་གི་ངོ་ངའི་རྒྱུད་ནས་ཡ་སུས་མཐོང་གི་ཡོད་པ་ཡིན་པ་ཡིན་ནའི་ཨ་ནི་ཡ་ཉི་འབུམ་ལ་ཡ་རྒྱབ་སྐྱོར་གནང་རོགས་གནང་ག་འདྲ་རྒྱབ་སྐྱོར་གནང་རོགས་གནང་ལ་དུས་ཙམ་པ་ལ་ཡ་ཉི་འབུམ་གྱི་གདོང་པ་ལ་བལྟས་ཤིག་རྒྱབ་རོགས་སྐྱོར་གནང་རོགས་གནང་ལ་གི་མེད་ཕ་གའི་གི་འཐུས་མི་གཅིག་ཡིན་མགྱོགས་དང་དེ་ནང་བཞིན་གྱི་ནིའུ་ཡོག་ས་གནས་ཀྱི་བོད་མི་གཅིག་འདུས་ཙམ་པ་ལ་ཡང་ཁོ་རང་ལ་ཡ། གང་ད། ཐོབ་ཐང་ཟེར་ནས་འབྲི་གི་མི་འདུག་ཡ། Respect ཟེར་ནས་འབྲི་གི་མི་འདུག་དེ་འདྲའི་གུས་བརྩི་ཅིག་དེ་འདྲའི་ཅིག་ད་ཕ་ལ་ཡ་སྐད་ཆ་བཤད་བྱོ་ཨེ་དང་འགྲོ་བྱོ་ཨེ་ཅིག་ཡོང་གི་རེད། གང་ད། Police ར་ཅིག་སྐྱེལ་དང་རྫིག་རྫིག་འདྲ་ཅིག་བསྐུལ་བས་སུ་ར་འདྲ་བྱས་ཧ་ལམ་མ་སུ་ནས་ཁོ་རང་ཚོའི་གི་ཕ་གའི་ནང་ལ་ཡ་ལས་ཀ་ལས་འདི་དཀོན་མཆོག་གསུམ་ས་དབང་ལས་ཁུངས་ཞོ་ཅིག་གང་ནི་ཡ། སྤྱི་ཚོགས་ལ་ཡང་ཞོལ་གྱི་ཕན་ཐོགས་ཀྱི་ཡོད་པའི་རྣམ་པ་ནང་བཞིན་བྱས་ནས་ཡང་བྱེད་ཀྱི་བྱེད་སྟངས་དང་སྟངས་འཛིན་དེ་བས་སྤྱད་བསྡད་ཀྱི་མི་འདུག་ངའི་བསམ་པ་ལ་ཡང་ད་དེ་འདྲའི་གང་དག་སོ་སོའི་གྱི་མི་ཁོ་རང་ལ་ཡང Respect དང་སྐད་ཆ་བཤད་སའི་ས་ཆ་མེད་པ་ན་དེ་ནང་བཞིན་རྩོད་པའི་གྱི་ལས་ཀ་དག་ངའི་བསམ་པ་ལ་ག་བྱེད་ཀྱི་ཡོད་དྲན་གྱི་མི་འདུག་གོ་གང་དག་མི་ལ་ངོ་ཤེས་མེད་ནས་རིག་བྱེད་སྟངས་བྱེད་གང་དག་འདི་འདྲའི་ཅིག་ལ་ཡང་མི་ཁ་ཐུག་ཁ་ཐུག་གྱི་མི་ཅིག་ལ་ཡང་གསལ་བཤད་ཁ་ཐུག་ཅེས་བྱས་འདུག་མེད་བས་ན་འདི་རྒྱབ་ལོག་ལ་དང་ག་འདྲེ་ག་འདྲེ་མེད་དམ། མི་དམངས་ཚང་མས་མགོ་འཚོས་ཚོད་རེད། འདས་ཙང། ཚང་མས་རྒྱབ་སྐྱོར་གནང་རོགས་གནང་ཨང་ལས་མཐོ་ཆེ།